བོད་ཀྱི་བང་ཆེན་གྱི་བཅར་འདྲི་ལེ་ཚན་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ། ད་རིང་ང་ཚོའི་བཅར་འདྲིའི་ལེ་ཚན་ནང་དུ་འབུམ་རམས་པ་རྒན་རྗེ་ལོ་ལ་དེ་འདྲི་ཞུ་ཡོད། ང་ཚོའི་རྒན་ལགས་དང་ལྷན་དུ་བཅའ་སྡོད་ལྷག་སྒྲ་དང་དེ་འདྲའི་སུག་གིས

ངོ་ཡོག་པོ་འཕྲོ་ཡག་ལས་ཀ་མང་པོ་བྱེད་འདུག་ཡོག་པོ་རེད། ལགས་སོ་དེ་ནི་ད་ལྟ་རྒན་ལ་འགྲོ་ན་དགེ་རྒན་བྱ་དགོས་རེད་རྫོང་པ་པོ་རེད་བྱ་ནི་ལྷག་པར་དུ་ད་ལྟ་ལྷོ་སོག་གི་ད་ལྟ་ཤི་ཚུགས་རིག་པའི་འབུམ་རམས་པ་བྱ་དགོས་པ་སོང་ཙང་ཨ་ནི་ད་ལྟ་དམིགས་བསལ་རྒན་ལ་ངོ་སྤྲོད་བྱེད་མི་དགོས་བྱ་དྲི་བ་ཁ་ཐུག་བཏང་ཆུ་བ་ཞུ་གི་འདུག
ལགས་སོ་དེ་ནི་ད་ལྟ་དྲི་བ་དང་མོ་དེ་རྒན་ལ་འགྲོ་ན་ད་ལྟ་ཕ་ཤི་རྗེས་ཁེ་ན་ཏྲ་ནང་ལ་འབུམ་རམས་པ་བྱས་དེ་ནི་ཕ་བོད་ལ་ཕེབས་འདུག་ཨ་ཤི་སུ་ཚ་བཙོན་འཇུག་ནང་ལ། འཕེལ་དགོས་ཀྱི་རྒྱུ་མཚན་ག་རེ་མེད་དམ་དེ་གི་རྒྱུད་རིང་གི་ངོ་སྤྲོད་ཅིག་གནང་རོགས་ཅི་དང། ཡ་ཡ།
ང་འདི་སྤྱི་ཚོགས་རིག་པའི་མི་རན་པ་ཐར་ཞིག་འགྱུར་ཏེ་ཉིས་སྟོང་བཅོ་ལྔ་ལོ་རེད། སྤྱི་ཟླ་གཅིག་བྱས་པ་ད་བར་ནས་ཐར་བཞིན་པའི་རྗེས་ནས་ད་སྔ་ཕར་ཆེར་ཕ་ཡུལ་ལོག་སོང་རེད་ཕ་ཡུལ་ལོག་པའི་རྒྱུ་མཚན་དེ་དང་པོ་ང་ནུབ་བྱང་ནས་ཕར་ཁ་ན་གྲ་སློབ་སྦྱོང་འགྲོ་དགོས་རིགས་སྐབས་དེ་ལ་ངའི་དགེ་རྒན་བཀའ་དྲིན་ཅན་ཁོ་ལ་ངས་ཁས་ལེན་གྱིས་བྱ་ཡོད་པ། ད་ང་རང་ཚོ་བོད་ཡིག་སྡེ་ཁག་ནས་ནུབ་བྱང་གི་བོད་ཡིག་སྡེ་ཁག་ནས་བོད་སྐད་དེ་བོད་རང་གི་སྤྱི་ཚོགས་རིག་པ་ཞིག་ཡག་པོ་ཞིག་གི་གཙང་མ་གི་ཁུངས་དག་པོ་ཞིག་ཡར་རྒྱས་གཏོང་ཡ་དེ་བྱེད་དགོས་བ་ང་ཕར་འགྲོ་སློབ་སྦྱོང་བྱས་ནས་ང་ཤར་ལ་ལོག་ཡོང་གི་ཡིན་ཟེར་ངའི་དགེ་རྒན་རིན་པོ་ཆེ་ཁོ་ལ་ཁས་ལེན་བྱས་ཡིན་པ། ད་ལོ། ཁ་ཤས་ཀྱིས་མང་པོ་ཞིག་གབ་ལེན་རིམ་པ་མང་པོ་ཞིག་བརྒྱབ་རྐྱེན་འབུམ་རམས་པ་ཐོན། དེ་ནས་ང་ཤར་ཕ་ལོག་ཡིན་ཕར་ལོག་ནས་ད་དང་ལོ་ཆ་ཁ་ཤས་འགོར་བ་ད་དང་པོ་གི་གནས་སྟངས་དེ་མ་རེད་ཤག་གནས་དང་པོ་ང་ལས་ཀ་བྱེད་ས་དེ་འགྲོ་ས་མེད་བ་ཆགས་སྲིད་ཁོ་ཡོང་ཆོག་གི་མེད་ལབ་ནས་ཨ་ནས་ད། ང་དགེ་རྒན་ཁོ་དགེ་རྒན་རིན་པོ་ཆེ་ཁོ་རང་འདི་ན་འགྲོའི་ཤེས་ཡིན་ཆེ། དགེ་རྒན་གི་འདི་ནས་བྱས་ནས་དགེ་རྒན་ལ་ངས་ཤེས་ཡིན་ཆ་ཚང། དེ་དང་པོ་ངས་ཁྱེད་རང་ལ་ཅིག་ཁས་ལེན་བྱས་ནས་ང་ཕར་འགྲོ་སྤྱི་ཚོགས་རིག་པ་ཡག་པོ་ཞིག་སྦྱང། ཤེས་ར་ལྷན་ནས་བོད་ཡིག་སྡེ་ཁག་སོ་སོ་གི་ཅིག་མི་རིགས་ཀྱི་རིག་གཞུང་གསར་བ་ཞིག་ཡར་རྒྱས་གོང་འཕེལ་གཏོང་ཡག་གི་ཆེད་དུ། ཀབ་ལི་ཀ་རེ་ཡོད་ན་ཀབ་ལི་རྒྱབ་ནི་མཐར་ཕྱིན་ནས་ཤར་ཡོང་རེ་ནས་ཁས་ལེན་བྱས་པ་ནང་བཞིན་ང་ཤར་སླེ་བ་ཡིན། ད་ལྟ་ཤར་སླེ་ཡོད་དུས་མཚམས་པ་ང་འགྲོ་ས་གང་མེད་པ་ཆགས་འདུག་འདུག་ཚེ། ངའི་དགེ་རྒན་ཁོ་རང་དགེ་རྒན་ཀ་དྲིན་ཅན་ཁོང་ལ་ཤེས་ཡིན་པ། དགེ་རྒན་རེ་ཤི་དུས་མཚམས་པ་དགེ་རྒན་གྱི་དེ་གསུངས་སོང་ང་ད་ཅོ་ཁག་མི་འདུག་དང་པོ་དེ་ཡིན་ཁྱོད་རང་གི་ནུས་ཚད་ངས་ཁ་ཞེ་ཆ་ཚང་ངས་ཤེས་གི་ཡོད་རེད། ཕྱི་རོལ་གཡོག་པོ་བཅས་བྱ་བྱེད་སྤྱི་དང་པོ་གི་ཁས་ལེན་དེ་བསྲེས་མ་བཟུང་བསྙལ་ར་བཅས་ད་ལྟ་ངས་འདས་སླེབས་རྒྱུ་དེ་ནི་དཔེ་དགའ་བོ་བྱུང་ཡོད། ད་ད་ལྟ་གི་གནས་སྟངས་འདི་སྤྱི་ཚོགས་ཀྱི་གནས་སྟངས་འདི་ཁྱོད་ནས་བསྒྱུར་བྱ་འདུག་ཟེར། ཁྱོད་ནས་བསྒྱུར་བྱ་བསམ་པ། ད་དང་པོ་གཅིག་ང་ཚོ་མི་རིགས་ཀྱི་ལས་ཀ་བྱེད་སྟངས་དང་མི་རིགས་ཀྱི་ལས་ཀ་བྱེད་ཡ་རེད་འདས་ཀྱི་དུས་སྐབས་དེ་མ་རེད་ཤག། ཁྱོད་རང་སློབ་སྦྱོང་ཡག་པོ་བྱས་ཡོད་རེད་བལྟས་ཡོད་ཙང། ཁྱོད་རང་སློབ་གྲྭ་སློབ་ཆེན་གཞན་པ་ཞིག་འགྲོ་ན་ལས་ཀ་རག་གི་རེད། ཁྱོད་རང་ཁྱོད་རང་རང་ཉིད་གང་བདེ་གང་སྐྱིད་སྐྱེས་ཤོག། ཁྱོད་ལས་ཀ་བྱེད་མཁན་ཡོད་མ་རེད་ཁྱེད་ངས་ཁྱོད་རང་གི་ཆ་ཚང་ཧ་གོ་གི་ཡོད་ཅེས་གོང་དུ་གསུངས་སོང། དེ་ནས་ད་ངས་བལྟས་ཡོད་ནས་ད་བོད་ནང་ལོགས་ནས་ཀྱི། བོད་ཀྱི་རིག་གཞུང་དང་འབྲེལ་བ་ཡོད་རྒྱུ་གི་སྒྲིག་འཛུགས་གཅིག་གི་སྒང་ནས་ང་ཅིག་གོ་སྐབས་དེ་ཅིག་མ་རག་ཞིག། དེ་ནས་ད་ངས་ཅིག་བལྟས་ན་ད་རེས་གང་ལྟར་ཅང་ནང་ནས་བོད་ནང་ལ་ཕན་ཞིག་ཐོགས་ན་ཞུ་ཡག་པོ་ཡོད་ཀྱི་རེད་བསམ་ནས། ཨ་ཡེ་དེ་སྐབས་དེ་ང་ཡི་ཕ་ཡུལ་ན་ན་འགྲོ་ཡིན་པ། ད་ལྟའི་རྒྱ་ནག་གི་ཅིག་ལྷོ་ཕྱོགས་སྐོར་ང་དེ་ཞིག་རེད། དེར་འགྲོ་ནས་དེ་རིང་ཁོ་རང་ཚོ་གི་འབུམ་རམས་པ་ར་དེ་ར་འཇམ་པ་གི་དགེ་རྒན་བྱས་ནས་ཞིང་སློབ་གསོ་གི་སྒང། མི་རངས་པ་ཅིག་སྟེ་དེ་དང་མཉམ་དུ་ད་ལྟའི་སྐབས་དེ་དེར་ད་ང་ཚོ་བོད་ནང་ནས་ཤེས་ཡོན་སློབ་གསོ་བ་མང་པོ་ཞིག་མཉམ་དུ་ལོ་རེ་རེ་ལ་འོག་གི་འདུ་འགོད་ཁམས་སུ་འོས་འཁུམས་ཡོངས་རྫོགས་སྐོར་གྱི་ཤེས་ཡོན་སློབ་གསོ་དོ་སྣང་ཞིབ་འཇུག་ཉམས་ཞིབ་ཚང་མ་སྤྱི་བོ་ལྗོངས་འདིའི་གྲོགས་པོ་མང་པོ་མཉམ་དུ་འཛོམས་ཀྱིས་ཚོགས་འདུ་མང་པོ་བསྐོངས་ལོ་རེ་རེ་ལ་བསྐོངས་བྱས་ཉམས་མྱོང་བརྗེ་རེས་བྱས། ཨ་ནེ་འདི་བར་ལ་ཡང་ངས་རྩོམ་གཅིག་རྩོམ་ཁ་ཤས་ཅིག་བྲིས། རྩོམ་གྱི་སྒང་ནས་ད་ཁོ་རང་བཟོ་དེ་ཟེར་འཐོག་བྱས་འདུག་རྩོམ་དེ་ཉིས་སྟོང་བཅུ་དགུ་ལོར་རེད། ངས་ནང་ཁོ་རང་བཟོ་བཏང་ཡིན་པ་དུས་དེབ་ཟེར་བ་བོད་རིག་པའི་དུས་དེབ་ཞིག་འདུག་དེའི་ནང་ངས་དབྱིན་ཇིའི་རྩོམ་གཅིག་བྲིས་དང་དེ་འཚམས་པ།

དེ་ལབ་སོང། ད་ནི་ངས་འདི་བསླངས་པ་ད་ཆོག་སོང་གོ་སྐབས་མེད་ན་ང་ཚོའི་རྩོམ་དེ་ལྟ་མཁན་གྱི་མྱི་དེ་བསམ་འཆར་དེ་ང་ཅིག་བཏང་ཤོག་ད། ཨ་ནི་རྩོམ་དེ་ཡར་རྒྱས་རྗེས་མ་ག་རེ་ཞིག་གཏོང་དགོས་ན་ངས་ཅིག་ཡར་རྒྱས་གཏོང་དགོས་ལབ་ནས་ཨ་ནི་ཁོང་ཚོ་ང་དེ་རྩོམ་ཀློག་མཁན་གྱི་ལྟ་མཁན་གྱི་དེ་བསམ་འཆར་དེ་བཏང་ཡོང་སོང། བཏང་ཡོང་དེ་བསམ་པ་ད་ངས་གཞི་ནས་ཧ་གོ་སོང་ད་དེའི་ནང་ན་ཁོ་བོ་དེ་ལབ་འདུག་ཨ། ཁྱོད་ཚོ་འུག་གི་ས་ཆ་ནས་དགོན་པ་ཁག་ཡིན་ན་རེད་བཙན་པོ་གི་དུས་སྐབས་ཡིན་ན་རེད་ད་ལྟ་བར་དུ་དགོན་པ་དེ་འུག་གི་གཅིག་པུའི་སྒང་ནས་ག་དུས་ཡིན་ན་འགྲོ་མྱོང་ཡོད་མ་རེད། ག་དུས་ཡིན་ན་ཅིག་སྐད་གསུམ་རེད་ས། ད་ལྕགས་ཟན་དེའི་ལབ་བྱ་ལ་གསལ་བོ་རེད། ལྕགས་ཟན་དང་པོ་དེ་རེད་ཅིག་དགོན་པའི་ནང་ན་ཟངས་གྲི་དུས་སྐབས་དང་རྒྱ་སྐད་དང་འུག་སྐད་གསུམ་ཆ་འགྲོ་བ་རམ་དང་འུག་གི་གཅིག་པུའི་སྒང་ནས་འགྲོ་བྱ་རྒྱུ་གི་དུས་སྐབས་ཁོ་རང་བྱུང་མྱོང་ཡོད་མ་རེད་ས། ཡེ་གཅིག་ཅན། ཉིད་ནི། ངའི། མདོ་དབུས་ཁམས་གསུམ་པོ་དེ་བོད་ཀྱི་སྤྱི་ཚོགས་རྡོག་རྡོག་གཅིག་ཡིན་པའི་སྒང་ནས་གཞི་བཞག་ནས་ད་ཤེས་ཡོན་སློབ་གསོ་ལ་སྤྱི་ཚོགས་གཉིས་ཀྱི་འཕོ་འགྱུར་བར་གྱི་འབྲེལ་བ་བཅད་རོགས། དེ་འདི་བསམ་པ། མདོ་དབུས་ཁམས་གསུམ་དེ་ག་དུས་ཡིན་ན་གཅིག་གྱུར་གྱི་ཆགས་མྱོང་ཡོད་མ་རེད་ཁྱོད་འདི་ཤོང་ནས་གཏོང་སེམས་རེད་བསམ། ད་དེ་འདྲ་གི་ཅིག། ཆབ་སྲིད་ཀྱི་གནད་ལ་ཕོག་བཞག་རྒྱུ་དེ་འདྲ་གི་གནད་འགག་ཁ་ཤས་དོན་གྱིས་ལན་ཅིག་སླེབས་སོང།

མི་འདི་ཁོ་རང་ཚོ་མི་འདི་གི་བྷི་བྷི་ཏི་ཏི་ཅིག་གཏམ་བཤད་བགྱིད་ཆོག་མེད་ཟེར་ཁོ་རང་ཚོ་ཅིག་མ་དེ་བརྟག་དཔྱད་མ་བཏང་སྔོན་ལ་འདི་གཏམ་བཤད་བགྱིད་ཆོག་མེད་ལབ་ན། འདི་ཁོ་རང་ཚོ་ལས་ཁོ་རང་ཚོ་བརྟག་དཔྱད་བཏང་རེད། དེ་ངས་གཏམ་བཤད་རེད་བལྟས་ཏེ་ཉན་འདི་ཁོ་རང་ཚོ་འགྲོ་སོང། ད་དེ་འདྲ་མང་པོ་ཞིག་རྒྱལ་གཅེས་མང་པོ་ཞིག་གི་སྒང་ནས་བལྟས་བཅུག་ཅེས་འདི་ནི་སྤྱིར་བཏང་གི་ཞི་ཅིན་ཕིང་གི་སྐབས་དེ་ཁྱོན་ནས་མི་རིགས་གྲངས་ཉུང་ཡིན་ན་རེད་ད་ང་ཚོའི་ལྷག་དོན་དུ་ང་ཚོ་བོད་པ་གི་ནང་ལོགས་ནས། ཤེས་ཡོན་སློབ་གསོའི་སྒང་ལྷག་དོན་དུ་སྤྱི་ཚོགས་རིག་པ་བ་འདི་འདྲ་ཞིག་འོག་གི་སྤྱི་ཚོགས་ནང་ཤུགས་ཆེན་འགྲོ་འོང་ན་ཉེན་ཁ་དེ་མཐོང་དགོས་ཀྱི་དེ་ཁོ་དེ་རང་ཚོ་དེ་འདྲ་གི་འདོད་པ་ཞིག་མེད་ཨ་དེ་གསོ་བོ་རེད། ད་ཁོ་རང་ཚོ་སློབ་གྲྭ་གི་ངས་གན་རྒྱ་ལོ་ལྔ་བྲིས་ནས Professor ལོ་ལྔ་བྱེད་ཆོག་ཞིང་སློབ་དཔོན་ལོ་ལྔའི་གན་རྒྱ་བྲིས་བ་རེད། ལོ་ལྔ་མ་ཚང་བའི་བར་དུ་ཁོ་རང་ཚོ་གན་རྒྱའི་ཁོ་རང་ཚོ་གི་ཁྲིམས་འགལ་གྱི་མཚམས་བཞག་ནས་བསྡད་རྗེས། དེ་ནས་ཐ་མ་ངའི་ངའི་མ་ཕོག་དེ་ག་རེ་སྤྲད་ཡོད་པ་དེ་ཤེས་ར་ལོག་ཞོག་ལབ་ནས། ང་ཚོའི་བར་ཉོག་དྲ་ཞུགས་བྱུང་བར། བྱུང་རྗེས་ཨ་ནི་ཐ་མ་ངས་ཁྲིམས་རྩོད་པ་ཞིག་བཙལ། ཁྲིམས་རྩོད་པ་དེ་མཐའ་མ་ང་ལོན་དོན་ཡོག་པོ་ཞིག་བྱས་སོང། ད་ཆོས་གར་བ་འགྲོ་ཤག་ན་མ་གཏོགས་ཁྱོད་ལ་ཉེན་ཁ་འཕྲད་ས་རེད་ཟེར། ཨ་ནི་ཉི་མ་གཅིག་ཅི་ད་གཅིག་གཉིས་བ་རེད་ད་ནི་ཕ་ཕ་ཡུལ་འགྲོ་ནས་ང་བུ་ཡག་བཞི་ཡོད་དགོང་ན་ཁྱོད་ཨ་ཅག་ཞིག་ཡོད་པ་ལ་ཡོད་རེད། དགོངས་དག་ག་ལ་ཡོད་ཟེར་ངས་ཁོ་རང་ཚོ་དེ་ལགས་ཡིན། ད་ང་ཡིན་གྱི་མི་གཅིག་འབྲུག་བས་ཕྱག་སོང་ནས་ངའི་དཔེ་ཡག་ར་ཅང་དེ་ལགས་ཡིན། ད་མི་ཚེ་འདི་ནི་ཡང་བསྐྱར་ཐུག་ཡག་ལ་ཁག་པོ་ཡིན་ས་རེད་ང་ད་རེས་ཀྱི་འབྲུག་འབྲུག་མ་འབྲུག་རང་འབྲུག་ཕྱག་སོང་འབྲུག་འོང་འདུག་ཚེ་ཉིན་རྗེ་བ་ལ་ཕྱག་མཚན་ལབ་ཤག་ཡིན་ཐང་དང་པོས་ང་མི་ཚེ་ནང་ནས་བ་ལ་ཕྱག་མཚན་ལབ་རྒྱུ་དང་པོ་ཡིན་ང་ནི་ཁག་པོ་གཅིག་འབྲུག་འོང་འདུག་ང་མགྱོགས་པོ་ཁྱོད་རང་ཐུག་ཤེས་ར་ལྟ་སྐོར་ཡོང་གི་ཡིན་དེ་བཤད་ཡིན།

དེ་ནས་དེ་བ་ནས་ད་ཁ་བོད་ཅག་མེད། དེ་ད་ང་ཁ་ན་དགྲ་ཡང་བྱེད་དེ་འདྲ་ཞིག་འཇོག་རེད།
ལ་སོགས་དེ་ནས་ད་ལྟ་རྒན་ལ་ད་ལྟ་བོད་ནང་ལུགས་ཡོད་དུས་དང་བཙོན་འཇུག་ནང་སླེབས་ཚར་རྗེས་ལས་ད་ལྟ་བོད་པ་གི་བཙོན་འཇུག་ནང་ལུགས་ཀྱི་འཐབ་རྩོད་བྱེད་སྟངས་ཀྱི་ར་དེ་གང་ལ་གཟིགས་ཚུལ་དང་རུལ་བ་དང་དེ་གཉིས་བར་ལ་ཁྱད་པར་འདྲ་བོ་ཤོར་ཡོད་ན།
ད་དེ་ག་རེ་ལབ་དགོས་རེད་ང་ཚོ། ད་ང་ཚོ་ཤེས་ཡོན་སློབ་གསོ་པོ་ནང་ལོགས་ནས་ལས་ཀ་བྱས་ནས་ཕལ་ཆེར་ལོ་སུམ་ཅུ་འགོར་ཡོད་རེད། དེ་ཡིན་དང་ད་སྔའི་བོད་ནང་གི་ཤེས་ཡོན་སློབ་གསོ་པ་ཤེས་ཡོན་འབའ་ར་མང་ཆེ་ཤས་ད་འགྲོ་བའི་ཁམས་སུ་ཆ་ཚང་རྗེས་ལུས་ཡོད་རེད། ཡོད་རེད་ད་ཡིན་ན་ཡང་ང་ཚོ་དང་པོ་དེ་ལ་ཁྱོས་ང་དེ་ཚོར་བ་དེ་སྐྱེས་སོང་ང་ཚོ་རེ་བ་རྒྱག་རྒྱུ་གཅིག་མང་དྲགས་སོང་དེ་འདྲ་གི་ཚོར་བ་ཞིག་སྐྱེས་སོང།
ལགས་སོ། དེ་ནས་ད་ལྟ་རྒན་ལ་འགྲོ་བ་ཅིག་ན་ནང་རྒྱུད་ནས་ད་ལྟ་རྒྱ་ནག་གཞུང་གིས་མི་སེར་སྤེལ་ཡུལ་གྱི་བཅའ་སྡོད་ལྷོ་བྲག་ཁང་ལ་ད་ལྟ། རྒྱལ་སྤྱིའི་སྤྱི་ཚོགས་མང་པོ་ཞིག་ནང་ལོ་ལོ་ཞུ་གཏུག་རག་དང་རིམ་པ་རག་ལས་འགུལ་དེ་འདྲའི་མང་པོ་སྤེལ་སོང་དེ་འདྲའི་བ་སོང་ཙང་ད་འདིའི་ཆ་ལ་ད་ལྟ་མི་སེར་སྤེལ་ཡུལ་ལྷོ་བྲག་ད་ལྟ་བསྟན་འཇགས་ལྷོ་བྲག་གི་གནས་སྟངས་དེ་ག་འདྲའི་འགྲོ་ཆ་སྡོད་ན། ད་འདི་དེ་རེད་ང་ཚོ་འཐབ་རྩོད་ཅིག་ཡིན་དེ་འཐབ་རྩོད་ཅི་རིགས་ཚང་པ། མི་རིགས་གཅིག་གི་ཉེན་ཁ་ལ་འཕྲད་བསྡད་ཡོད་འཇུག་གནད་དོན་དེ་ཐེར་འདོན་བྱེད་དགོས་ཡོད་རེད། འདི་ནི་ངས་ང་རང་མཚོན་ན་ང་རང་དེ་ཤེས་ཡོན་སློབ་གསོ་ཉམས་ཞིབ་བྱེད་མཁན་ཞིག་ཡིན་ཙང་ཤེས་ཡོན་སློབ་གསོའི་སྒང་ནས་རྒྱ་མི་རིགས་ཀྱི་དེ་ལྐོག་ཇུས་ཤིག་གི་སྒང་ནས་ཤེས་ཡོན་སློབ་གསོ་འདི་ལག་ཆ་བྱས་ང་ཚོ་བོད་མི་རིགས་འདི་གང་གཞི་ནས་མེད་པ་བཟོ་དགོས་རྒྱུ་དེ་གནད་འགག་དེ་ངས་དང་པོ་ནས་མགོ་ཚོས་ཡོད།

མི་རིགས་ཤིག་མ་སྐྱེས་རོགས་དེ་ལ་བསྐོས་ད། གཞིས་ལུས་མི་མང་དེ་མ་སྐྱེས་དེ་ལ་བསྐོས་ཡོད་རེད་དེ་ཡིན་ཙང་ངའི་ར་ཅོ་སོ་སོ་འཇོན་ཐང་ཞེ་བོ་ཞིག་ཀྱང་ཡོད་པ་མ་རེད་དེ་སོ་སོ་གང་འཇོན་འཇོན་གྱི་ཚུལ་དུ་ད་ཞི་ལོག་ལེབ་རྗེས་ནས་ཧུད་ད་པ་ད་བྱས། དེ་ཐབས་ཚུལ་བྱས་ན་ང་རང་ཚོ་དེ་ཨིན་ཇི་འདྲ་མ་སོང་ན་ཧྥུའི་མར་ཁེ་བ་ར་ཐབས་ཚུལ་བྱས་བཤད་སྟངས་གི་སྒང་ནས་དེ་ཅིག་ཤུགས་ཆེ་རུ་འགྲོ་ཡག་གི་དེ་སྐོར་དུ་ཤེས་དགོས་ཡོད་རེད། ད་དེ་ད་ངས་དེ་ལོག་ལས་ཐང་དང་པོ་རེད་ངས་ད་ཆ་ང་ཚོ་བོད་པ་ནང་དེ་ཚིག་དེ་བེད་སྤྱོད་གཏང་ཡག་གི་སྒང་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་རེད་སྤྱི་ཟླ་བྱི་བ་ཚེས་བཅུ་ཐམ་པ་ཉི་མ་དེ Tibetan Review དེ་དང་ངས་རྩོམ་ཞིག་བཏང་ཡིན། རྩོམ་དེའི་དེར་འདི་རྒྱ་ནག་དང་དབུས་གཉིས་སྐབས་དེ་གི་འབྲེལ་བ་ངོ་མ་བོ་དེ་ག་རེ་རེད། འབྲེལ་བ་ངོ་བོ་དེ་ག་རེ་རེད། དེ་གང་ལྟར་ནི་རྒྱལ་སྤྱི་གི་སྒང་ནས་ཐུན་མོང་གི་ཁས་ལེན་བྱེད་བྱ་བའི་གཞུང་ལུགས་ཀྱི་ཚད་གཞི། ད་མི་སེར་ཧུའེ་ཡིན་དང་མིན་དེ་ནི་དེའི་རིམ་པ་བདུན་དུ་བ།

ནུབ་ཕྱོགས་ཁུལ་དེའི Indigenous སོགས་ཁོ་རང་ཚོ་བཤད་ཚུལ་ན་རིམ་པ་བདུན་འགྲོ་ན་ད་མི་སེར་ཁུལ་ཡི་རང་རེད་དེ་ལ་བསྐོས་ན་ང་རང་ཚོ་བོད་པ་གང་རིམ་པ་དགུས་འགྲོ་བཞག་འདུག་ཧ་བདུན་དགུས་འགྲོ་བཞག་འདུག་དེ་འདི་བསམ་པ་དེ་ནས་བཟུང་སྟེ་ད་གདེང་ཚོད་ཡོད་པའི་ཁ་ནས་གཞུང་ལུགས་ཀྱི་རྒྱབ་རྩ་ཡོད་པའི་ཁ་ནས་ད་ཁུ་ལུང་ནས་འོག་པོ་བསྟེན་སུ་དགོས་ཟེར་ནས་སྔོན་བསུ་སྟུག་པོའི་ནང་ནས་བཤད་ཡིན།

གང་ལ་གང་འཚམ་ཅིག་འགྲོ་ཧུ་ཐ་བ་ད་བྱས་ནས་འགྲོ་ནས། སོ་སོ་གོ་ཅིག་འདྲེ་ཤི་རྒྱག་གི་སྐབས་དེ་སོ་སོ་ཅིག་ཚོར་བ་ནི་འགྲོ་ཁུལ་དྲག་པོ་བྱུང་ནས། རྒྱལ་སྤྱི་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགན་འཛིན་མགོ་བ་ཡིན་ན་རེད། རྒྱལ་ཁབ་གཞན་པ་གི་དཔོན་པོ་དང་གྲོས་ཚོགས་གཉིས་ནི་མྱིག་ཆུ་གང་རེད་ཅིག་ཤོར་གི་ཤོར་གི་འདྲེ་ཤི་མང་པོ་རྒྱག་ཡོད། དེ་ཡིན་ཙང་ཡང་ཅིག་དེ་ལ་ཞིག་ཅིག་འབྲེལ་བའི་ནང་རུ་གང་ལ་གང་འཚམ་ཅིག་ཐོན་བཞག་འདུག་ཉེ་བའི་ཆ་ལ་ད་ནང་ནང་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ར། དེ་ང་ཚོ་ཡུ་པི་ཨར་གྱི་ནང་དེ་སྐབས་དེ་ཇི་ནི་ཝ་གི་ཉིས་སྟོང་བཅོ་བརྒྱད་ལོ་ང་ཚོ་རྒྱལ་ཁབ་ང་ཚོ་རྒྱལ་རྒྱལ་ཁབ་དབུ་ར་རྒྱབ་སྐྱོར་བྱེད་མཁན་རྒྱལ་ཁབ་རྗེས་མ་ཞིག་མི་འདུག་བ། ཉི་ཤུ་རྩ་གསུམ་ལོ་སླེབས་དུས་ང་ཚོ་རྒྱལ་ཁབ་ཉི་ཤུ་རྩ་གཅིག་སླེབས་ད་འདུག་བ། དེ་དེ་ང་གཅིག་པུ་མ་རེད། ད་ང་ཚོ་བོད་བཙན་ཤུག་པོའི་གཞུང་མང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ནས་ས་ཁྱོད་རང་ཚོ་ན་དེ་ས་བཅུ་བཞི་ལོག་ཚང་མ་ཤུལ་དག་པ་དག་ཅིག་ནི་ཝ་མཉམ་སྤུངས་བྱས་ནས། གཞུང་ལུགས་དང་འབྲེལ་བ་ཞིག་རེད། དེ་ཅིག་དགའ་ཡོད་པ་ཞིག་རེད། ཡིན་ན་ཡང་ད་དེ་འདྲ་ཞིག་འདང་གི་མི་འདུག་དེ་འདྲ་ཞིག་འདང་གི་མི་འདུག་ང་ཚོ་ཅིག་ག་རེ་ལབ་དགོས་ན་རྒྱལ་སྤྱིའི་སྒང་ནས་བོད་རང་གི་དུག་ཤི་ལ་དེ་ནས་བོད་རང་གི་དཀའ་རྙོག་ཆབ་སྲིད་དཀའ་རྙོག་སེལ་མ་ཐུབ་པ་དེ་གསལ་བོ་རེད་ཤག་དེ་ཡིན་ཙང་རྒྱལ་སྤྱིའི་གི་དེ་རྒྱབ་སྐྱོར་དེ་རག་དགོས་ཡ་དེ་གནད་འགག་ཆགས་བསྡད་པ་རེད། འོ་དེ་ཡིན་ཙང་ངའི་གི་ངོས་ནས་ད་རྒྱལ་སྤྱིའི་གི་སྒང་ཧུད་ཏག་པ་ཏག་ཅིག་ཅིག་ཤེས་དགའ་འགྲོ་ཅིག་རྩོམ་བྲིས། སོ་སོ་ངེས་ནས་ད་ག་རེ་བྱེད་ཐུབ་པ་གང་འཇོན་འཇོན་ཅིག་ཧི་རིག་ཅིག་བསྡད་ཡོད་པ་དེ་ཡིན། དེ་ནས་ད་ལྟ་རྒྱ་ནག་གི་མི་སེར་སྤེལ་ཡུལ་གྱི་བཅའ་སྡོད་ལྷོད་གྲྭ་ནང་ལུགས་ལ་བོད་ཕྲུག་ཧ་ལམ་ས་ཡ་གཅིག་གིས་སྐད་ཆ་བཤད་དགོས་དང། ཨ་ནི་མ་འོངས་པ་གལ་སྲིད་དེ་འགྱུར་བ་མ་བཏང་ནས་མུ་མཐུད་འགྲོ་བ་ཡིན་ན། ང་ཚོ་གིས་བོད་ཕྲུག་ཚོ་ཚོ་ག་འདྲའི་འགྲོ་བོ་ཆགས་འགྲོ་ཟེར་སོང་དགོངས་དགོས་མེད། ད་ལྟའི་སོ་བོ་རེད་ཤག་ཉིས་སྟོང་བཅུ་དྲུག་ལོ་ཁོ་རང་ཚོ་སྔོན་འགྲོ་ལོ་སོ་བོ་བཅའ་སྡོད་དེ་མགོ་བཙུགས་ཤག་འདུག་ཨ་བུ་ལོ་བཞི་ནས་ཁྲི་བརྒྱ་འབུད་མགོ་བཙུགས་ཤག་འདུག་དེའི་རིགས་དེ་ཟླ་བ་གསུམ་གི་ཁྲོད་ནས་སོ་སོ་གི་ནང་སླེབས་ན་འགྲོ་འབོར་འདྲ་བོ་ཉིས་ཆ་མེད་བརྒྱུད་མེད་འདྲ་བོ་དེ་འདྲ་ཆགས་ཤག་འདུག་ད་ནང་ནང་ཉི་ཤུ་ཉིས་སྟོང་ཉི་ཤུ་རྩ་གསུམ་རྩ་བཞི་རྩ་གསུམ་དུ་བ་ལ་ངས་རྒྱུས་ལོན་བྱས་པ་ཡིན་ན། ད་ལྟའི་ལོ་ཉིས་སྟོང་བཅུ་དྲུག་ལོ་སློབ་གྲྭ་དེ་འགྲོ་རྒྱུག་གི་བོད་གི་དེའི་རིགས་ཀྱི་ལོ་བདུན་གྱི་རྗེས་ནས་སོ་སོ་གི་ཕ་མ་ལ་སྐྱོན་བརྗོད་བྱེད་ཡོང་གི་ཡོད་ས་ར། ཁ་སི་དངུལ་སི་དོ་པོ་བྱས་ནས་སྐྱོན་བརྗོད་བྱས་ནས་ག་རེ་ལབ་གི་འདུག་ཟེར་ན། ཁྱོད་རང་ཚོ་རྒྱག་གི་རྒྱག་མ་ཐུབ་རྒྱུ་མཚན་ག་རེ་རེད། སོ་སོ་གི་ཕ་སྐད་སོ་སོ་གི་ཕ་སྐད་རྒྱག་མ་ཐུབ་བ་ངོ་མ་ནོར་བ་བཅས་དེ་ལས་ལྡོག་བ་བྱས་ནས་སོ་སོ་གི་ཕ་མ་ལ་སྐྱོན་བརྗོད་བྱེད་ཡོང་གི་འདུག་ད་འགྱུར་བ་དེ་འདྲ་ཞིག་ཞིག་ཡོང་གི་ཡོད་ས་རེད། དེ་རྒྱུ་ཤུགས་ཆེན་པོ་རེད་དེ་ཉེན་ཁ་ཆེན་པོ་རེད་ག་རེ་རེད་ཟེར་ན། རྒྱ་ནག་གི་དེ་ང་ཚོ་ཨིན་སྐད་སློབ་གསོ་དེ་ནས། སྲིད་ཇུས་དེ་ལག་བསྟར་བྱེད་དགོས་རེད་འདུག་གི་ཁམས་སུ་ཆ་ཚང་ལ་བྱེད་དགོས་རེད་ཨིན་སྐད་སློབ་གསོ་ཡིན་དུས་བསམ་པ། བོད་སྐད་སློབ་ལོ་རེ་ཡོད་དགོས་བོད་སྐད་གཅིག་ཀྱང་མ་སློབ་པ་ཆ་ཚང་སློབ་གྲྭ་འགྲོ་དགོས་ཡོད་རེད། དེ་འདི་ད་ཅི་བསམ་བློ་གཏོང་དང་འདི་མང་པ་ན་བོད་སྐད་དེ་རིགས་ཆ་ཚང་སློབ་གྲྭ་དེ་འདྲ་ཞིག་འགྲོ་ཡོང་ཡོད་ན། སོ་སོ་གི་ཕ་མ་དང། དེའི་རིགས་ལ། རྒྱག་གི་རྒྱག་མ་ཐོན་ཡའི་རྒྱུ་མཚན་ག་རེ་རེད་བཅོས་སྒྱུར་སྔོན་བསུ་དོད་པོ་བྱེད་ཡོང་དེ་ཐམ་པ་ད་ནི་ཐང་ག་རེ་ཆགས་རེད་དེའི་ཚབས་ཆེན་ཞེ་ཆགས་འགྲོ་གི་ཡོད་རེད།
ལགས་སོ་དེ་ནི་བོད་ནང་ལུགས་ལ་ད་ལྟ་དཀའ་ངལ་དེ་འདྲའི་འཁྲིའུ་དགོས་སོ་ད་ནི་ང་ཚོ་བཙོན་འཇུག་ནང་ཡོད་མཁན་དེ་ཚོ་གི་རྒན་ཁའི་ཐག་ཚོད་བྱེད་དགོས་དགོས་རེད་དེ་འདྲའི་མ་གསུངས་ཙང་རྒན་ལགས་གིས་ད་ལྟ་ང་ཚོ་བཙོན་འཇུག་ནང་ལུགས་ལས་ཐག་ཚོད་གི་ནུས་པ་རེད་ཡང་ན་བཙོན་འཇུག་བོད་མི་ཚོ་གི་མི་རེ་རེར་ངོ་རེ་ནས་ད་ལྟ་དུས་ཚོད་ཀྱི་ཐུགས་ལ་འགན་འཁྱེར་སྟངས་དེ་ག་འདྲས་འདུག་གཟིགས་དགོས་ན། ངས་དེ་སྔ་བྱིའུ་ཉིན་མང་པོ་བྱིའུ་བྱིའུ་འབྲོག་ཡོད་མ་རེད། ད་སྔ་གསར་བ་རང་སླེབས་ནས་ལོ་ཁ་ཤས་མ་ཤི་འགྲོ་ཡོད་མ་རེད་ང་ཁྱོད་རང་ཚོ་མ་ལོག་པ་གསར་འགྱུར་སྤྲད། གསར་འགྱུར་ནས་བཟུང་བྱིའུ་བྱིའུ་ཆེན་པོ་ཤི་འགོས་ཡོད་མ་རེད་དེ་སྔ་རྒྱལ་སྤྱིའི་སྒང་ཡར་མར་འགྲོ་དུས་སྒང་ནང་ངས་དེ་གཞུང་སྤྱི་མང་པོ་ང་ཐུག་མྱོང། གཞོན་སྐྱེས་མང་པོས་གང་ནས་ང་ཅིག་རེ་བ་འདྲ་འདྲ་ཞུ་ཅིག་ཅེས་གསུངས། ག་རེ་ལབ་ན་གཞོན་སྐྱེས་ཁོ་རང་ཚོ་ལྷག་སེམས་སྐྱིད་པོ་རེད་མ་འདུག་བ། གཞོན་སྐྱེས་ཁྱོད་སློབ་སྦྱོང་འདུག་བ། ད་ལྟ་གི་དུས་རིམ་འདི་ནི་འཐབ་རྩོད་མི་རིགས་ཀྱི་འཐབ་རྩོད་དེ་ལ་ཅིག་ལྷག་སེམས་སྐྱིད་པོ་འདང་གི་ཡོད་པ་འགྲིག་གི་ཡོད་མ་རེད།

དེ་འདྲ་ཞིག། ལགས་སོ་དེ་ནས་སྤྱི་བཏང་ནས་ང་ཚོ་བཙོན་བྱོལ་བོད་མི་ཚང་མ་གི་བོད་ནང་གི་སྐུ་ཚབ་ཡིན་ཟེར་དེ་འདྲའི་ཡོངས་གྲགས་འགྲོ་ཤི་གོ་རེད་རྒན་ལགས་གི་ང་ཚོ་བཙོན་བྱོལ་ནང་ལ་ཡོད་མཁན་ཚོ་གི་བོད་ནང་གི་བོད་མི་ཚོ་གི་སྐུ་ཚབ་འགྲོ་མཚོན་ཐུགས་འཁུར་འདི་དགོངས་དགོས་ན། འདིའི་གནས་སྟངས་ལོག་རེད་ཁ་གཅིག་གཅོད་ཅི་རིགས་ལབ་ཡ་མི་འདུག་ག་རེ་ལབ་ན་ཕྱོགས་གཅིག་ནས་ང་ཚོ་ཚབ་གཡོག་པོ་འཚོལ་འདོད་ཡོད་རེད་སྐུ་ཚབ་གཡོག་པོ་བསྐྱིས་འདོད་ཡོད་རེད་ད་ཆ་ན། གོང་ས་མཆོག་གི་མི་རིགས་འདི་གི་མཚོན་རྟགས་བྱས་ནས་འཛམ་བུ་གླང་ངོ་མ་བཙན་བྱོལ་རུ་ཕེབས་མ་ཡོད་ན་ང་ཚོ་བོད་པ་འདི་སའི་གོ་ལ་གི་སྒང་ནས་འདི་འདྲ་གི་མཚན་སྙན་གྲགས་བརྗེ་ཡ་གི་གོ་སྐབས་ཁོ་རང་ཡོང་གི་མ་རེད་ཤོར་དགོས་བ་མ་རེད། པེ་ཏེ་ཚབ་ཞུ་ལོ་རྒྱུས་གང་ནས་བྱུང་མྱོང་མེད་ཀྱི་མཚོན་བྱེད་ཐོན་ཡོད་རེད། སྟེ་གཅིག་ཅན་གཉིས་ནི་གོང་ས་མཆོག་གི་ཁོང་གི་ལོ་ངོ་སུམ་ཅུའི་རིང་བོད་རང་གི་སྲོལ་རྒྱུན་འདིའི་མཚན་ཉིད་རིག་པའི་ལྟ་གྲུབ་ཀྱི་སྒང་ནས་ནུབ་ཕྱོགས་པ་སྔོན་ཐོན་ཚན་རིག་རྩིས་འཕྲུལ་ཚན་རིག་པ་ཆ་ཚང་ལ་གུས་བསྡུར་མང་པོ་བྱས་ནས་བོད་ཀྱི་རིག་གཞུང་གི་ནང་ལོགས་ནས་ཧྲི་ཀང་གི་དེའི་རིགས་དེ་ཆ་ཚང་ནུབ་ཕྱོགས་པའི་དེང་རབས་སྔོན་ཐོན་གྱི་ཚན་རིག་ནང་མྱང་ཚམ་སྦྱར་བཞག་འདུག་བ། དེ་ངས་ད་བྱས་ན་གྲུབ་འབྲས་སྐད་ཆེན་པོ་རེ་བསམ་གྱི་འདུག་ད་འོ་ནང་ནས་ལྷག་ཡོད་ལྟ་ཡོད་ན། འདི་གི་གྲུབ་འབྲས་དེ་ལོ་བརྒྱ་འགོར་ནའང་སུས་འགྲུབ་ས་མ་རེད་བསམ། འོང། དེ་རིགས་དེ་ཡོང། ཡིན་ན་ཡང་ང་ཚོའི་ཕྱོགས་གཞན་ཞིག་ནས་དེ་ཁུལ་སྲུང་ས་ཡོད་རེད། ཆ་ཚང་དེ་མ་རེད་དེ་དེ་ཁུལ་སྲུང་རྒྱུ་དང། ཚབས་ཆེའི་མཐུ་ཡོད་རྒྱུ་རེད་འདི་ཆ་ཚང་གི་བདེན་པ་གི་སྒང་ནས་བདེན་པ་དེ་སྤྱང་གི་སྒང་ནས་ང་ཚོ་བོད་པ་རིགས་རིགས་ངེས་ནས་ངེས་ཟིན་ཡག་པོ་ཅིག་དགོས་ཀྱི་ཡོད་རེད། ཡང་དེ་འགོག་ཡོད་རེད། དེ་གཅིག་བྱས་ང་ཚོ་བོད་པ་ནང་ལོགས་ནས་ཁ་ཤིག་གིས་ཅིག་ང་ཚོ་ད་ལྟ་ང་ཚོ་བོད་ནང་ང་ཚོ་འགྱིས་ན། ད་ལྟ་གི་ས་ས་ཡོམ་གི་སྐབས་དེ་ན་ཁྱེད་རང་ཚོ་མཐོང་ཡོད་ཀྱི་རེད། ང་ཚོ་བོད་ཁམས་ཡོངས་རྫོགས་གི་གཞོན་སྐྱེས་ཆ་ཚང་ཧུར་ཐག་པར་ཐག་རྡོག་སེམས་གཅིག་སྒྲིལ་བྱས་ནས་ཁ་ཆེ་གཅིག་ཡོད་པ་ཁྱེད་རང་ཚོ་མཐོང་དགོས་ཀྱི་རེད། དེ་ག་ནང་བཞིན་དྲན། ངའི་ལྟ་རྒྱུ་ན་ཞི་ལོག་ནས་རེད་དེ་ག་ནང་བཞིན་གྱིས་བྱས་ནས་འོང་ན་ཡག་པོ་མི་འགྲོ་བསམ་གི་འདུག།
ལགས་སོ། དེ་ནས་རྒན་ལགས་ཀྱིས་ད་ལྟ་བོད་ནང་ལོའི་ས་ཡོམ་དང་འབྲེལ་བའི་གསུང་བ་གསུང་ཙང་ད་ལྟ་ས་ཡོམ་དེའི་སྤྱི་སྟངས་ཨ་རི་དང་ཉི་ཧོང་གིས་ད་ལྟ་དིང་རི་ལ་བྱུང་བྱ་རྒྱུ་ས་ཡོམ་རིམ་པ་དེ་བདུན་ཚར་གཅིག་རེད། རྒྱ་ནག་གཞུང་གིས་ཡང་དྲུག་ཚར་བརྒྱད་རེད་དེ་འདྲའི་གི་གནས་ཚུལ་ཡོང་གི་འདུག་ཨ་ད་ནང་བཞིན་སྤྱི་སྟངས་ས་ཡོམ་དེ་ཚེས་པ་བདུན་ལ་བྱུང་རེད་དེ་བདུན་ནས་ཀྱིས་ད་ལྟ་བར་དུ་བོད་ནང་ལོ་མི་ག་ཚོད་གྲོངས་ཡོད་མིན་མི་ག་ཟུ་ཡིས་རྨས་སྐྱོན་ཕོག་མི་དེ་ཚོ་གྲངས་ཀ་ཚོ་ཁོང་ཚོ་གི་ཚང་བཞག་སོང་རྒྱ་ནག་གཞུང་གིས་དེའི་སྐོར་ལ་རྒན་ལ་ཟིག་ཚུལ་འགྲོ་གར་ཡོད།
དེའི་ཐད་དེང་སྐབས་བདུན་དང་སོ་གཅིག་ཆེན་པོ་དེའི་སྒང་རོ་ན་རྒྱ་ནག་གོ་རྒྱ་ཁུ་བ་ཐག་ཆད་ཞིག་ཡོད་རེད། དེང་སྐབས་བདུན་དང་སོ་གཅིག་གི་སྒང་རོ་ན་བདུན་གི་སྒང་ཡར་བར་ན་རྒྱ་ཁུ་རིམ་པ་རོགས་སྐྱོར་བྱེད་དགོས་ཡོད་རེད། རྒྱལ་ཁབ་རིམ་པ་གི་འགྲོ་སོང་བཏང་ནས་རོགས་སྐྱོར་བྱེད་དགོས་ཡོད་རེད། ད་རེ་དེང་གི་ཡུ་བ་འགྲོ་ན་ནི་ང་ཏི་རིམ་པ་ར་ས་ནི་གི་རང་གི་རོགས་སྐྱོར་བྱེད་ནས་འགྲོ་རྒྱུ་དེ་འདྲ་ཞིག་རེད། དེ་གི་དེ་གཅིག་དམིགས་ཡུལ་ཞིག་མིན་འགྲོ་ས་མགོ་ཏུ་བསྡད་ཅིག་བྱས་གཉིས་ནི། མི་འབོར་དེ་དག་ང་ཚོ་གི་རྒྱ་གི་ཉི་གི་ཚེ་སྲོག་གི་གོ་བ་ལེན་སྟངས་ལ་ང་ཚོ་བོད་པ་རང་གི་ཚེ་སྲོག་གི་གོ་བ་ལེན་སྟངས་འདྲ་གི་མ་རེད། ཁོང་གིས་ཆབ་སྲིད་ཀྱི་ས་གནས་ཀྱི་དེའི་སྤྱོད་སྒོ་འཇོག་མཁན་རོགས་སྐྱོར་བྱེད་མཁན་ཁོ་རང་ཚོ་གི་གལ་ཆེའི་སྐྱོད་ཡོད་ཅིག་དེ་གྲངས་ཁ་གི་འགྲིག་བསྡད་པ་རེད་ཁོང་ཚོ། ང་ཚོ་གྲངས་ཁ་འགྲིག་ཡོད་མ་རེད། ང་ཚོ་གི་ཚེ་སྲོག་དེ་ལ་གལ་ཆེན་པོ་བརྩིས་ནས་སུ་གྲོངས་བཞག་འདུག་གྲོངས་གྲོངས་བཞག་དེ་གི་མི་དེ་མི་འགའ་རེ་རེད། དེ་ལ་ཅིག་མཆོད་འབུལ་སྨོན་ལམ་ཅིག་བྱས་ནས་སོང་ནས་ཚེ་ཕྱི་མ་སྐྱིད་བ་ཡོད་སྐོར་ཅིག་ལན་ཡག་འདི་འདི་རིམ་པ་ཆ་ཚང་འགྲོ་དགོས་ར་ང་ཚོ་གྲངས་ཁ་གི་འགྲིག་བ་མ་རེད། དེའི་མཚམས་ལྟར་ཁོ་རང་ཚོ་སྒོར་བརྒྱ་དང་ཉི་ཤུ་རྩ་དྲུག་ལ་བསྐུར་ཏེ་ངའི་ལྟ་རྒྱུ་ན་ང་དེ་ཏག་ཏག་ཨེ་ཡིན་ནའང་བསམ་གྱི་འདུག་ནང་ལ་ཚུད་མེད་རྒྱུ་ཡོད་རྒྱུ་རེད་བསམ་གྱི་འདུག་ད་མ་འོངས་པ་ན་ས་གནས་ཀྱི་མི་ཁོ་རང་ཚོ་གཅིག་ངོ་དགོ་ཡང་ན་སོ་སོ་གི་ནང་མིའི་ཚེ་ཡོང་ན། འདི་གྲངས་ཀ་ཏག་ཏག་མཐོང་ཡོང་གི་རེད་བཟོ་ཆགས་ཀྱི་རེད།

སྙིགས་ལྗང་ར་རོ་རྒྱ་ཆེན་པོ་སྒང་ནས་བལྟ་དགོས་ཡོད་རེད། དེ་རྒྱ་གཅིག་གི་སྒང་ནས་ར་ང་ཚོ་རྒྱབ་སྐྱོར་བྱེད་མཁན་གྱི་རིགས་གཅིག་ར་རྒྱབ་སྐྱོར་མི་བྱེད་མཁན་གྱི་རིགས་གཅིག་རིགས་གཉིས་འདུག་ཨ། དྲང་སྙོམས་ཞིག་བལྟས་བྱ་ཆོག་རིགས་གཅིག་ཡང་འདུག་ཨ། དེ་ང་ཚོ་རྒྱབ་སྐྱོར་བྱེད་མཁན་གྱི་རིགས་དེ་གི་ག་དུས་ན་རྒྱབ་སྐྱོར་བྱེད་ཡུལ་གྱི་དེ་གི་ང་ཚོ་ལངས་ཕྱོགས་སྒང་ནས་འགྲོ་གི་རེད་དེ། ཁོ་རང་ཚོ་རྒྱ་མི་གི་བེད་སྤྱོད་གཏོང་རྒྱུ་དེ་བེད་སྤྱོད་གཏོང་གི་མ་རེད་ཐུབ་པའི་དེ་དྲན་ནས་འགྲོ་འགྲོ་བསྡད་ཀྱི་རེད། ཁ་ཅིག་གིས་དེ་རྒྱ་མི་ཡིས་ཀྱང་ཅིག་ཁོ་རང་ཚོའི་གཞུང་ལ་ཅིག་ཁེ་བཟང་གི་སྒང་ནས་ཅིག་གནས་སྐབས་ཀྱི་ཅིག་ཁོ་རང་ཚོ་རྒྱ་མི་གི་ཀ་ར་ལམ་ན་དེའི་སྒང་ང་འགྲོ་བྱ་ཅིག West Tibet West Region ཟེར་ཁ་ན་འདྲ China's Tibet ཟེར་ཁ་ན་ཞིས་ཙང་ལ་ཡ་དེ་ཚིག་ཅིག་གང་ལྕོགས་མ་ལྕོགས་བེད་སྤྱོད་གཏོང་གི་འདུག་བ། དེ་ནས་ཀྱང་དེ་ང་ཚོ་གི་གནས་ལུགས་ང་རང་ཚོ་བདེན་པའི་གནས་ལུགས་དེ་བདེན་པའི་ངར་ཁ་དེ་ཕར་བསྡད་ནས་ཁོ་རང་ཚོ་གནས་ལུགས་ཕར་བཀྲལ། བདེན་པའི་སྒང་ནས་ཁོ་རང་ཚོ་འགྲེལ་བཤད་བརྒྱབ་ན། དེ་ཁོ་རང་ཚོ་གནས་ལུགས་འགྲོ་རེད། གནས་ལུགས་ངོས་ལེན་བྱ་རེད་ད་ལྟ་གི་ནུབ་ཕྱོགས་ཀྱི་མང་གཙོ་གི་ལུང་པ་ར་འདི་ལའང་བཟང་ཆ་བཟོ་རྒྱུ་དེ་བདེན་པ་དང་གནས་ལུགས་ངོས་ལེན་བྱེད་རྒྱུ་དེ་གོམས་སྲོལ་ཡག་པོ་བྱེད་འདུག་བ། དེ་ཡིན་ཙང་རང་ཚོ་ཡིན་ན་ར་བོད་པ་རང་གི་ངོས་ནས་གནས་ལུགས་དང་བདེན་པ་དེ་ར་འཕྲོད་ཅེས་ཁོ་རང་ཚོ་དེའི་སྒང་འགྲོ་ན། དེ་ང་ཚོ་གི་ཞོ་ཀྱི་བླངས་ནས་དེར་རྒྱབ་སྐྱོར་བྱས་ནས་འགྲོ་གི་རེད་བསམ་གི་འདུག། ལགས་སོ།
དེ་ནས་ད་ལྟ་རྒྱ་ནག་གིས་བོད་ནང་ལུགས་དྲག་གནོན་དང་དེ་འབྲེལ་གང་ལ་སྐད་ཆ་བཤད་ཡོད་སྐོར་སོགས་ཤེས་ཀྱི་ཡོད་མོད་མ་འོངས་པ་ཞིག་ཡིན་ཡང། རྒྱ་ནག་གིས་ད་ལྟ་བོད་ནང་ལུགས་ལ། འཛུགས་སྐྲུན་བྱས་ཡོད་རེད། ལམ་ཀ་བཟོས་ཡོད་རེད་དེ་འདྲའི་མང་པོ་བཤད་དགོས་དེ་འདྲའི་འདུག་ཨ་ནི་ཡིན་ན་ཤུགས་གཞན་ཞིག་བཏང་ན་རྒྱ་ནག་གིས་བོད་ནང་ལོ་ཧོན་མ་ནི་ཅིག་གཏེར་ཁ་སྔོན་འདོན་བྱེད་དགོས་རེད་ལ་ཤིང་ནགས་གཅོད་འབྲེག་ད་ལྟ་བྱས་དང་བྱེད་བཞིན་པ་ར་དེ་འདྲའི་པ་སོང་ཙང་དེ་གཉིས་རྒྱ་ནག་གིས་འཛུགས་སྐྲུན་བྱེད་རྒྱུ་དང་ཨ་ནི་ང་ཚོས་བོད་ནང་ལ་གཏེར་ཁ་དེ་འདྲའི་སྔོན་འདོན་བྱེད་རྒྱུ་དེ་གཉིས་བར་ལ་གཅིག་བསྡུས་ན་ག་འདྲའི་འདྲ་བོ་བྱ་དགོས་ན། ད་ལྟའི་རྒྱལ་སྤྱིའི་བསྐྱར་སྐུ་ལོ་པཎ་ཆེན་རིན་པོ་ཆེ་གི་ཚོགས་སོང་ཡོད་རེད། ངས་བསྐྱར་སྒྲིག་བྱེད་དགོས་མ་རེད། ང་རང་ཚོ་གི།

ཡར་རྒྱས་གཏོང་དགོས་རེད། ཡར་རྒྱས་གཏོང་མཚམས་དེ་ཡང་ཁྱད་པར་དུ། ཁོ་རང་ཚོ་ལས་ང་རང་ཚོ་ཡར་རྒྱས་ཁོ་རང་ཚོ་ཡར་རྒྱས་འགྲོ་བཞིན་བྱ་རྒྱུ་ནང་བཞིན་ང་རང་ཚོ་ཡར་རྒྱས་བྱེད་མི་ཐུབ། ནང་ན་ང་རང་ཚོ་བང་རིམ་བསྒྲིགས་ཡོང་དུས་འཚམས་པ། ང་རང་ཚོ་འུག་གི་ས་ཆ་དེ་ཆ་ཚང་བཅུ་བཞི་གི་ས་ཆ་བཅུ་ཐམ་པ་ན་ང་ཚོ་བུག་པ་གི་ས་ཆ་ཆ་ཚང་དུ།

ཡིན་ན་ཡང་སྤྱི་ཚོགས་ཡར་རྒྱས་བཏང་ཡོད་ལབ་ནས་སྤྱི་ཡི་ས་ཆ་གི་བདག་དབང་དེ་ལ་རྒྱུག་རྒྱག་གི་འདི་ན་འདི་རྒྱུག་རྒྱག་ཐག་མ་རེད། བདག་དབང་བདག་དབང་རེད་ཡར་རྒྱས་བཏང་རྒྱུ་ཡར་རྒྱས་བཏང་རྒྱུ་རེད་ཡར་རྒྱས་བཏང་རྒྱུ་ནང་ན་ང་ཚོ་མི་དམངས་རང་གི་སྐབས་འདི་རྒྱས་འགྲོ་རྒྱུ་རེད་མ་གཏོགས་ཁོ་རང་ཚོ་ལོག་པ་གི་ཡར་རྒྱས་གཏོང་རྒྱུ་མ་རེད་བ། སོ་སོ་གི་ས་ཐོག་ནས་ཕ་མེས་ཡང་མེས་སྒང་ནས་རྒྱལ་རེད་འོང་རྒྱུ་ས་ཐོག་ནས་སོ་སོ་གི་སྐབས་འདི་རྒྱས་སོ་སོ་ཡར་རྒྱས་འགྲོ་གི་རེད་བ། དེ་ཁོ་རང་ཚོ་གི་ཆ་རྐྱེན་ལ་བརྟེན་ནས་ཡར་རྒྱས་འགྲོ་གི་རེད། ཡིན་ན་ཡང་ཁོ་རང་ཚོ་གི་ཆ་རྐྱེན་ལ་བརྟེན་ནས་ཡར་རྒྱས་འགྲོ་བྱ་རྒྱུ་དེ། ཨོ་ངས་ཁྱོད་རང་ཚོ་ཡར་རྒྱས་བཏང་ཡོད་ནི་ཁྱོད་རང་ཚོ་བདག་དབང་ང་རང་ཚོ་རེད་བསམ་ན། བདག་དབང་དང་ཡར་རྒྱས་གཉིས་ཀ་གོ་དོན་ལོག་པ་རེད། གོ་དོན་དེ་གཉིས་ཀ་གཅིག་ཡང་འགྲོ་གི་མ་རེད། དེ་རྒྱ་ནག་གི་དེ་ཁོ་རང་ཚོ་ཨིན་ཇི་དྲ་མ་སོགས་ལ་ན་ཡིས་བུ་ཞེ་བོ་རེད། དེ་སྒང་ནས་ལམ་ཁ་ཁོ་རང་འབྲི་ཤེས་རྒྱབ་ན་འགྲོ་གི་མ་རེད་ནིང་འདི་ཁོ་རང་ཕྱོགས་གཅིག་ལ་འགྲོ་གི་ཡོད་མ་རེད། དེ་ཡིན་ཙང་ད་དེ་སྒང་ནས་ཁོ་རང་ཚོ་གི་འཁྲབ་ཆས་མི་ཁ་ཤས་དངུལ་བཏང་ནས་ནི་ཁོ་རང་ཚོ་ཡར་མར་ཁྲིད་ནས་ཅིག་ཕྱི་ལོག་ལ་ལྷག་ནས་ཡར་རྒྱས་བཏང་ཞིག་ཡར་རྒྱས་བཏང་རྒྱུ་ར་ད་གང་ཡང་དོན་དག་ལོག་པ་རེད། ལ་སུ་གི་ན། དེ་ནས་ད་ལྟ་དྲི་བ་གཅིག་དེ་བཏང་བ་ཚང་སོང་ད་ལྟ་ཕྱི་ཚུལ་རིག་པའི་ངོས་ནས་བལྟ་ན་ཨ་ནི་ཕྱི་ཚུལ་ནང་ལུགས་ལ་ཞན་ཆ་དང་སྐྱོན་ཆ་དང་ནོར་འཁྲུལ་དེ་ཚོ་གླིང་ཡག་ག་བཟོས་ཚེ་གལ་ཆེན་པོ་ཆགས་དགོས་རེད། དཔེར་ན་ང་ཚོའི་ཕྱི་ཚུལ་ནང་ལུགས་ལ་ཞན་ཆ་གླིང་མཁན་ཉུང་ཉུང་རེད། ཨ་ནི་ཡོད་པའི་དབང་དུ་བཏང་ན་ལ་ཡང་མང་པོ་ཞིག་གིས་དྲང་བདེན་གཞི་བཞག་ནས་དེ་འདྲའི་གླིང་མཁན་ཉུང་ཉུང་འདྲ་བོ་མཐོང་གི་འདུག་བྱས་ཙང་ཕྱི་ཚུལ་རིག་པའི་ངོས་ནས་བཤད་ན་ང་ཚོའི་ཕྱི་ཚུལ་ནང་ལ་ནོར་འཁྲུལ་དང་ཞན་ཆ་གང་ཡོད་པ་དེ་ཚོ་གླིང་ཡག་གལ་ཆེན་པོ་ག་བཟོས་ཆགས་དགོས་འདུག། ད་དེ
ཕྱི་ཚུལ་ཉིད་ཀྱི་འགྲོ་བ་མིའི་རིགས་ཀྱི་སྤྱི་ཚོགས་གང་ཡིན་ན་དེ་གི་ཉོན་མོངས་ཀྱི་ཉེས་དེ་ཉོན་མོངས་ཡོད་ར་རང་བཞིན་གྱི་ཡོད་དེ་ཞེས་པ་བསྒྱུར་ཞིག་རེད། དེ་ཡིན་སྟངས་སྐྱོན་ནི་རང་བཞིན་གྱི་ཡོང་གི་ཡོད་རེད། སྐྱོན་དེ་ཡོང་བ་དེ་ལ་སྐྱོན་དེ་མཐོང་ཐུབ་མ་ཐུབ། སྐྱོན་དེ་མཐོང་ཡག་གི་དེ་ལུགས་ཁོག་དུ་ཡོད་མེད་དེ་ནས་འགལ་བ་ཆགས་བསྡད་པ་རེད། དེ་གཅིག་བྱས། གཉིས་ནས་ང་ཚོ་གི་སྤྱི་ཚོགས་ཀྱི་ནང་ལོགས་ནས། འགའ་རེས་ད་སོ་སོ་གི་ག་རེ་ལོག་པ་རེད། སོ་སོ་ག་རེ་ཡོད་པ་དེ་གཡོག་བོ་ཅིག་མགོ་ཚེ་ནི་སོ་སོ་ག་རེ་ཁུ་བ་དེ་གཡོག་བོ་ཅིག་མགོ་ཚེ། དེའི་སྒང་དུ་ནི་མེད་པ་དང་ཡོད་པ་གི་བར་རུ་ནི་སོ་སོ་གི་གནས་སྐབས་ག་གནས་སྟངས་ག་རེ་རེད། དེའི་སྒང་མགོ་ཡོག་པོ་ཅིག་བྱས་ནས་ཨ་ནི། སོ་སོ་གི་ཆ་རྐྱེན་གཞིར་བཞག་ནས། ཁ་ཡོད་ལག་ཡོད་ཀྱི་ཆ་རྐྱེན་གཞིར་བཞག་ནས། ཡར་རྒྱས་བཏང་ནས་འགྲོ་ཡ་དེ་གལ་ཆེན་པོ་རེད་དེ་སྤྱི་ཚོགས་རིག་པ་གི་སྒང་ནས། སྤྱི་ཚོགས་རིག་པ་གི་ཉམས་ཞིབ་དེ་དོན་དངོས་དེ་གཞིར་བཞག་ནས་འགྲོ་གི་རེད། དེ་གཅིག་རེད། དེ་འདི། ད་ང་ཚོ་ཉོང་མོང་གི་རིག་སེམས་གི་ནང་ནས་འདོད་ཆགས་ཞེ་སྡང་གཏི་མུག་ཟེར་ནས་མི་ཡོད་ས་ན་དེ་ཡོད་ཡོད་པ་རེད། ད་དེའི་འདོད་ཆགས་ཤེས་དང་དམིགས་དེ་མགོ་གནོན་ག་ཚད་ཐུབ་ཀྱི་རེད་ག་ཚད་གནོན་ཐུབ་ཀྱི་རེད་མ་རེད་དེ་ཐིག་དེ་བ་ལྟ། མི་རིགས་སྤྱི་བའི་མི་རིགས་འདི་གི་སྤྱི་བའི་དོན་དག་གི་ལས་དོན་གྱི་ཆེད་དུ། ཉོན་མོངས་ཁ་ཤས་མགོ་གནོན་དགོས་ཀྱི་རེད། དེ་ང་ཚོ་གནོན་མ་གནོན་ན་ང་ཚོ་སྐྱོང་རག་གི་རེད། དེ་ཉོན་མོངས་དེ་མགོ་གནོན་ཡ་ལ་ང་ཚོའི་ནང་པའི་གཞུང་གི་ནང་ན་གཞུང་ལུགས་མ་ལག་དང་བཅས་པ་ཆ་ཚང་ཡག་པོ་ཡོད་རེད། ཨ་ནི་དེ་གང་དེ་ནི་དེ་ལག་ལེན་བྱེད་ཡ་དེ་གལ་ཆེན་པོ་རེད་བསམ་གོ་ཐོང། དེ་འདྲ་ཞིག་བྱས་ཤིང།
དེ་ནས་ད་ལྟ་ངས་གཞོན་སྐྱེས་དང་འབྲེལ་བའི་དྲི་བ་ཞིག་བཏང་བ་བསམ་སོང། དཔེར་ན། བོད་ནང་ལོ་ལོའི་གཞོན་སྐྱེས་མང་ཆེ་བ་ཅིག་རྒྱ་ནག་གི་ཆོས་སྲིད་ཀྱི་དྲིལ་བསྒྲགས་རེད། ད་ནི་ཆོས་སྲིད་ཀྱི་སློབ་གསོ་དེ་འདྲས་ཀྱི་ཁུར་ཡོག་ཅིག་ནང་ལ་འཚར་ལོངས་བྱུང་དོན་རེད། ཨ་ནི་ད་ལྟ་བཙོན་བྱོལ་ནང་ལོའི་གཞོན་སྐྱེས་མང་ཆེ་བ་ཅིག་ད་ལྟ་ཕྱི་རྒྱལ་རྒྱལ་ཁབ་གཞན་པ་གི་ཐོ་ལོ་དེ་ནས་འགྲོ། ཨ་ནི་རྒྱལ་ཁབ་གཞན་པ་གི་རིག་གཞུང་ཨེ་འདྲ་རེད་ལྟ་བ་ཨེ་འདྲ་འདྲ་རེད་གང་ལྟར་དེ་འདྲས་ཀྱི་ཤུགས་རྐྱེན་གྱི་འོག་ལ་འཚར་ལོངས་བྱུང་དུས་བསམ་པ། ད་ལྟ་བོད་ཕྱི་ནང་གཉིས་ཀྱི་གཞོན་སྐྱེས་དེ་ཚོ། ཨ་ནི་སོ་སོ་གི་སྐད་ཡིག་ནི་འདྲ་རིག་གཞུང་ནི་འདྲ་རེད་དེ་གི་དེ་ལ་བཞིན་དང་དགའ་བཞིན་བྱས་དེ་གི་ཐུགས་ལ་རྒན་ལ་ལ་ཟིག་ཚུལ་ག་འདྲའི་འགྲོ་ཡོད་ན། ཨ་ལ་དེ་ཆོས་དཔེ་དྲི་བ་ཡོད་ཁོ་རེད་བྱམས། དེ་ངས་དེ་མཐོང་སོང་གཉིས་ཀ་བོད་ནང་གི་གཞོན་སྐྱེས་ཚོས་ད་ལྷག་དོན་དུ་རྒྱ་ནག་གི་གྲོང་ཁྱེར་ནང་ཁྲི་ལས་སོང་ལ་ལོ་གཅིག་གཅིག་གང་ནས་ལོ་བརྒྱད་དགུ་བཅུ་གྲངས་ལྷག་རྒྱ་ནག་ནས་ཉར་བསྡད་ནས་བོད་གི་དེ་རིགས་དེ་འོང་དུ་བ། ད་ང་ཚོ་བཙན་བྱོལ་ནས་ཡིན་ན་ར་བོད་ཀྱི་མང་ཆེ་ཡིས་ནུབ་ཕྱོགས་ལོངས་པ་རྒྱལ་ཁབ་མང་པོར་འགྲོ་ནས་ས་ཆ་སོ་སོར་འཐོར་བསྡད་ཡོད་རེད། འདི་ཁོ་རང་ཚོའི་ཐུན་མོང་གི་ཁྱད་ཆོས་ཤིག་འདུག་འདིའི་རིགས་དེ་སོ་སོ་གི་སྐད་ཡིག་དང་རིག་གཞུང་ཧྲིལ་བོ་ཡོད་སྐོར་ཅིག་བྱིན་གྱི་ཡོད་མ་རེད་དེ་ཡིན་ན་ཡང་མི་རིགས་ཀྱི་ཞེན་ཁོག་ཧྲིལ་བོ་འདུག་ཨ། འདི་ངས་ཅིག་ཉིན་ཞག་ཉིན་གྱི་མཐུན་ཆ་འདྲ་བོ་མཐོང་སོང་དེ་ཡག་ཅིག་མཐོང་སོང། ལགས་སོ།
དེ་ནི་ད་ལྟ་རྒྱ་ནག་དང་འབྲེལ་བའི་ཐོག་ལས་ད་ལྟ་ཉེ་ལམ་གསར་འགྱུར་བརྒྱུད་ལམ་ཁག་ཡིན་ན་འདྲ་རེད་གང་ལྟར་འདས་པའི་ལོ་ཁ་ཤས་ནང་ལོགས་ལས་རྒྱ་ནག་ནང་ལོགས་ལ་ལྐུགས་ཟ་རུལ་སུངས་ཀྱི་མིའི་ཐོག་ལས་དཔོན་པོ་མགོ་ཁྲིད་མང་པོ་ཞིག་ད་ལྟ་ཧོད་ག་ལ་བརླག་འགྲོ་ཡ་དང་ཡང་བཙོན་འཇུག་བྱས་དེ་འདྲའི་གནས་ཚུལ་མང་པོ་ཡོང་གི་འདག་གི་ལ་དེ་འདྲའི་མི་སོང་ཙང་དེ་ལྐུགས་ཟ་རུལ་སུངས་རང་གི་གནོད་དོན་ཆེད་དུ་ཡིན་ན་ཡང་ན་རྒྱ་ནག་ནང་ལོགས་ལས་ད་ལྟ་ཆབ་སྲིད་ཀྱི་འགལ་ཟླ་རྣོ་ངར་ཆེན་མོ་ཅིག་ད་ལྟ་ཕྱི་ལ་མངོན་རྒྱུ་འདྲ་བོ་དེ་འདྲའི་ཞིག་ཆགས་དགོས་ན། དེ་ནི་སྟངས་འདྲ་མ་འདྲ་མང་པོ་ཡོད་རེད། དེ་ཕྱོགས་གཅིག་མ་རེད། རྒྱམ་ཚང་གར་དང་ཁོའི་སྒང་ན་ཡོད་རྒྱུ་བའི་མི་དེ་ཕ་རོལ་བ་དེ་ཁོ་རང་གི་ཤོག་ཁག་ན་མེད་སྟངས་དེ་ལ་ཐབས་ཡག་གི་ཆེད་དུ་དེ་ལྐོག་ཟ་རུལ་སུངས་གི་ཞྭ་མོག་དེ་མགོ་གཡོག་ཨ་ནེ་ཐེ་འདོན་གྱིས་བསྡད་ཤ་རྒྱུ་ར་ཡོད་རེད་ལྐོག་ཟ་རུལ་སུངས་གཉིས་ནི་སྐྱིད་ཤ་རྒྱུ་ར་ཡོད་རེད། ནི། ལས་ཀ་ཡི་སྒང་ནས་ལམ་འགྲོ་མ་བྱུང་བ་དེ་ནི་གོ་གནས་ནས་མར་སྤི་ཡག་བྱས་ཏེ། ཡང་ཞྭ་མོ་ཕར་མ་རེད་ཁོ་ཟ་རེད་ཙང་གོ་གཡོག་བྱས་ནས་མར་སྤི་བྱ་རྒྱུ་ར་ཡོད་རེད། དེའི་ནང་ནས་ད་འོང་མི་ཚེ་གི་ང་ཚོ་བོད་པ་གི་ས་ཆ་ནས་རང་བོད་པ་གི་དཔོན་པོ་རྒྱ་དཔོན་པོ་བོད་པ་གི་ལོངས་པ་ས་སྐྱ་ནི་རྒྱ་གི་རྩིག་འོད་ཀྱི་སྒོ་གཞོང་གི་ནང་སླེབས་ཤེས་ཀྱི་ནས་ཧོང་པོ་ཀྱི་ནས་ཡོང་བཞག་འདུག་ཁོ་རང་ཚོ་ཁ་ཤས་བཟུང་བཞག་འདུག་དེ་ངས་ཁམས་ཚུར་ཞིག་མཐོང་གི་འདུག་ཧོལ་རློམ་ན་ང་ཚོ་འུག་གི་ས་སྐྱ་སླེབས་དུས་བསམ་པ་ཁོ་རང་ཚོ་ལྐོག་ཟ་རུལ་སུངས་བྱེད་ཡ་ལི་སླ་བོ་ཡོད་ས་འདྲ་བོ་མཐོང་གི་འདུག་ངས། ཆབ་སྲིད་ཀྱི་ཤ་མོང་འོ་ཡོག་ཨ་ནི་ཁོ་རང་ཚོ་ཁེབས་སོང་ས་སྐྱ་ཐུབ་ཀྱི་ཨ་ནི་ཁོ་རང་ཚོ། འདོད་པ་མ་གང་ཅིག་མང་རུ་མང་རུ་ས་ནི་ཐ་མ་ཁོ་རང་རང་བསགས་བྱ་འདུ་དེ་ལྐོག་ཟ་རུལ་སུངས་ཀྱི་སྒང་ནས་ཀུན་ནས་ཧུར་བྱ་ཁྲིམས་ཆད་བཅད་བྱ་འདུ་དེ་གནས་སྟངས་གཅིག་གྱུར་མ་རེད་བྱ་གནས་སྟངས་འདྲ་མ་འདྲ་མང་པོ་ཡོད་རེད། དེ་ནས་ད་རིང་ང་ཚོ་གི་དྲི་བ་དག་རང་ཚར་སོང་ཨ་ནི་རྒན་ལགས་ཀྱི་བརྒྱུད་ལམ་འདི་ཐུགས་ལ་ནི་ཡང་དགོངས་ཚུལ་འགྲོ་སོང་ཡ་ཡོད་ན།
ད་གཞན་དག་ཅང་མེད་ཁྱོང་ཚོ་གཅིག་གསར་འགྱུར་བརྒྱུད་ལམ་ཁག་ན་དྲང་བདེན་དེ། གནས་ལུགས་དང་དྲང་བདེན་ཁྱབ་བསྒྲགས་བྱས་ནས་ཧུར་ཐག་པ་ཐག་བཅད་བྱུང། དེ་གནས་ལུགས་དང་དྲང་བདེན་འགའ་ནི་ང་གཙོ་བོ་གཏོང་གི་འཐབ་རྩོད་དེ་ལ་རེ་བ་ཞིག་ཡོང་གི་རེད་ངས་དེ་གཅིག་བྱས་བྱུང། ལགས་སོ་གིན་ལགས་དེ་ནས་ད་ལྟ་རྒན་ལགས་དུས་ཚོད་བཏོན་ང་ཚོའི་བཅར་འདྲི་ལེ་ཚན་ཕེར་བ་རྒན་ལགས་བཀའ་དྲིན་ཆེ། ཡ་ཡ་ཐུགས་ཆེ་ཁྱོད་རང་ལྟ་བ་རང་ཡིན་ང་འདི་གོ་སྐབས་འདི་དྲན་རུང་ཐུགས་ཆེ་ཡ་ཡ།